ད་རྣམ་པ་ཚོ་བརྙན་འདི་གཟིགས་ནས་ག་འདྲ་བྱུང་སོང། ད་བརྙན་འདི་དང་འབྲེལ་ནས་ངས་རྣམ་པ་ཚོ་ནང་ཚིག་གཅིག་གཉིས་ཞུ་འདོད་བྱུང། ད་བརྙན་འདི་ང་ཚོ་བཙན་བྱོལ་གྱི་སྤྱི་ཚོགས་ནང་ལོག་གི་ད་བར་ལུགས་ཆུང་ཆུང་གཅིག་རེད་ཟེར་ན་རྣམ་པ་ཚོ་ནང་འགྲིག་ངེས་འགྲོ་གི་ཡོད། གཉིས་པ་གཅིག་ལྟ་ཉན་དེ། གོང་ས་རྒྱལ་བ་ཐང་ཆེན་ཆེན་པོའི་ཐུགས་དགོངས་ལས་འཕྲོས་ཀྱི་ཡོད་ཟས་ཅི་རེད་ཟེར་ན་ད་རྣམ་པ་ཚོ་ནང་ཤུ་ཆུ་བ་འདྲ་བོ་ཅིག་ཡོད་ཆགས་ཡོད། གང་ལྟ་ཀྱང་ད་ལྟ་འདི་གོང་དུ་རྣམ་པ་ཚོ་གི་བརྙན་གཟིགས་འདི་ཉན་དེ། ད་ང་ཚོས་ཀྱི་ཤི་ཚོགས་ནང་ལོག་ནང་ད། གོང་ས་རྒྱལ་བ་ཐང་ཆེན་ཆེན་པོ་གི་ད་སྔ་མ་ནི་ཨཉི་མི་ཤ་དེ་ཚོ་ནང་ད་བཞང་ཚག་གི་བླ་བྲ་ཁ་ད་དེ་འདྲ་གི་མང་པོ་ཅིག་ད་བཙུགས་གནང་ཡོད་རེད་དེའི་ཐོག་ནས་ཐུགས་རེ་བཅང་ཡོད་རེད་བཀའ་བློས་བརྗོད་གནང་ཡོད་རེད། ཡིན་ན་ཡང། ག་རེད་ཟེར་ན་ང་ཚོ་རང་གཞུང་གི་སྡེ་དེ་གའི་ནང་ལོ་ནང་ད་སྔགས་ཀྱི་སྲོལ་རྒྱུན་གྱི་ཆོས་ལུགས་ཀྱི་ལོ་ལྷོ་གཞུང་ནང་མ་གཏོགས་དེང་དུས་ཀྱི་ད་ཤེས་ཡོན་ད་ཚན་རིག་དེ་སྦྱང་དགོས་གོ་གོ་ཐོ་གུ་མེ་བ་སུམ་ཚང་གུང་ས་རྒྱ་ཐང་ཆེ་ཆེན་པོ་སྔོན་མ་ནང་དང་པོ་ལྟ་ཚོད་ཀྱི་ཚུལ་གྱིས་ཏོག་ཙེ་གཅིག་རོ་ཏུ་བྱུང་བ་ག་ལ་གང་ཚང་གཅིག་ལྟ་འདུག་ཅེས་ལྟ་ཚོད་ཀྱི་བྱས་བཅུག་བ་རེད་ཁ་ཤས་ནས་སྦྱང་བཅུག་བ་རེད། ད། སྐྱབས་བཅོལ་དང་པོ་དང་དེ་སྐད་སྤྲད་དེ་ཡར་རྒན་པ་ཁ་ཤས་ཅིག་ཡོད་རེད། ཡིན་ནའང་ཁོ་ཚོ་ཡུལ་རིང་པོ་ཞང་ཁ་རག་ཡོད་ཟེར་ཞང་ཁ་དེ་གཙང་ཟེར་རག་ཡོད་མ་རེད། ད་དེའི་རྗེས་སུ་ནོར་ལོག་ནོར། ད་སྐྱབས་བཅོལ་གཉིས་པ་ཟེར་ན་མི་འདུག་གཉིས་ཀོང་གཙོ་བོ་ཁུར་ངེས་རེད་ད། ང་ཚོས་ཀྱི་རིགས་དེ་སྐད་རེད། ང་ཚོས་ཀྱི་རིགས་དང་དེ་ནི་དེའི་ནོར་ལོག་ནི་ང་ཚོས་ཀྱི་ད་འཛིན་གྲྭ་ཀོང་བོ་ཁ་ཤས་ཅིག་གི་ཐོག་ནས་ད། མཉམ་ཞུགས་བྱེད་མཁན་གྱི་གཙོ་བོ། དུས་ཆེན་ཆགས་འདི་ཡིན། དེ་འདྲས་སོང་ཙང་དེའི་ཐོག་ནས་དེ་ནས་ད་ལྟ་ང་ཚོ་རོལ་དུ་བྱུང་བའི་དེབ་དེ་གའི་ལ་ཚན་རིག་གཞང། ཨ་ནི་ཚན་རིག་གཞང་བརྒྱུད་རིང་ག་ལ་གང་ཙང་བྱེད་བཞིན་པའི་གི་རྗེས་སུ་ནི་ནི་ང་ཚོ་ག་རེ་བྱེད་ཨ་རེ་ས་ཡིན་ན། ང་ཚོའི་གཞང་པ་དེ་གས་བྲིས་ཏེ་ཨ་ནི་ང་ཚོ་གཅིག་པུ་ཙམ་མ་ཡིན་པ་ཆོས་གྲོགས་རྣམ་པ་ཚོ་དང་ཨ་ནི་གཞན་གི་ཨ་ནི་མི་ཤག་གི་ཞིག་ཚོ་དེ་ཚོ་དང་གང་ཟིག་གི་ཆ་ནས་ཚང་མས་ནི་ཡ་དོ་སྣང་གྱིས་ལྷད་ཡག་གི་བྱས་ཏེ་ནི་ང་ཚོའི་ཚན་རིག་གི་ཐོག་ནས་འགྲོས་དོན་དུས་ཆེན་བཙུགས་ཨ་རེ་འགྲོས་དོན་གང།

ཟླ་གཉིས་པ་བཅས་གནས་མཆོག་ཟླ་གྲངས་ཚར་ནང་དེ་ཉིན་ད་ལྟ་ང་ཚོས་ཀྱི་དཔེ་མཛོད་ཁང་གི་འགན་ཁུར་པིག་ཐོག་ནས་སྔ་མ་སྔ་མ་ད་ལྟ་ང་ཚོས་ཀྱི་ད་ལྟ་གི་འདི་ལས་གཞི་འདི་དང་འབྲེལ་གྱི་ཨ་ཉིན་ང་ཚོས་གཞི་བདག་ཅིག་ཡོད་རེད་ཨ་ཉིན་ཁོ་ནོ་རྒྱུག་མི་རེད་བོ་བི་སོ་ཀ་ར་སི་འམ་དེ་འདྲ་སོང་ཙང་ཁོང་གིས་ད་གོང་ས་མཆོག་ཐན་ཅིག་མཇལ་ཁ་ཞུས་པའི་སྐོར་ཟུར་གོང་ས་མཆོག་ནོ་ཁྱོད་རང་ནོ་དཀའ་ངལ་ག་རེ་ཡོད་དཀའ་ངལ་ག་རེ་ཡོད་ནོ་ཕེ་རོག་པ་ཏོག་ཙི་བྱས་ཐུག་གི་རེད་ཟེར་དེ་འདྲ་གི་ཨ་གོང་ས་མཆོག་ནོ་ཡ་ཞུ་ན

ད་དཀར་ལགས་ཀྱིས་ཡུ་ནི་ཨོ་སུ་ཀྲི་སའི་མཐོ་སློབ་ཁང་གཅིག་མཐོ་སློབ་ཁང་དེ་དང་སྔ་མ་འབྲས་སྤུངས་བློ་གསལ་གླིང་གཉིས་བར་རུ་ནི་ཤེས་ཡོན་མཉམ་ལས་ཀྱི་ད་ལྟ་བྱ་བྱ་འཇུག་ཡིག་ཆ་གཅིག་ཡོད་རེད་ཡིག་ཆ་དེ་བེད་སྤྱོད་གཏང་འབིག་གི་ཐོག་ནས་ཨ་ནི་ང་ཚོ་རྗེས་སུ་ནི་ག་རེ་བྱེད་ཡག་རེད་ཟེར་བ་ཡིན་ན་ཨན་ཅི་ཨེ་མོ་རི་དང་བོད་ཀྱི་ཚན་རིག་གི་མཉམ་ལས་ཀྱི་དུས་ཚོད་ཆེད་ལས་ཡིག་གཟུགས་འདིའི་ཐོག་ནས་ཨ་ནི་ག་ལ་ག་ཚང་གཅིག་ལོ་དྲུག། འདུ་བྱེད་འགྲོ་བ། ལོ་དྲུག་གི་རྗེས་སུ་ནང་ཨེ་མོ་རི་ཀི་ཏཱ། སོགས་གཞུང་སྤྲོས་ཡ་དང་དེ་འདྲ་གི་ཐོག་ནས་ད་ལས་ཀྱི་ག་ལ་གང་ཚང་ཅིག་འབྱུང་བ་ལྟོ་ཕྱིན་ཡོད་ཚ་དེ་ཡིན་ནའང། སྐབས་དེ་དུས་ནས་ཨེ་མོ་རི་ནང་ལོ་ནས་ཕ་ག་རེ་ཡོད་རེ་ཡོད་ཚ་ཡིན་ནའི་ཨེ་མོ་རི་ནང་ལོ་ནས་སྔ་མ། ང་ཚོ། དེ་ཡོད། བྱང་གི་རྒྱལ་བ་ཐང་ཆེན་ཆེན་པོ་ཨེ་མོ་རི་ལ་ཕ་ཡི་སྐོས་སུ་ནས་ཨེ་མོ་རི་ཀི། བྱང་གི་རྒྱལ་བ་ཐང་ཆེན་ཆེན་པོ་ནི་ཡ་ཨེ་ནི་ཅི། ད་ག་རེ་ལབ་གི་ཅི།

ཨེ་མོ་རེད། ད་དེ་ཏང་གི་རྒྱུན་རིང་གི་ཁྲོད་ནང་མི་འདྲ་མིན་སྣ་ཚོགས་སླེབས་པ་རེད། ཨ་བུ་ཁ་ཤས་ནས་ད་དེ་ཚོའི་དཀའ་ངལ་འཕྲད་ད་མ་རོགས་བྱས་འདུག་ཟེར་ནས་ཨེ་མོ་རེད་ཕར་ཞིག་ཨ་རིར་སླེབས་ཚར་རེད། དངོས་གནས་བྱས་ན་ཚུར་ལོག་དགོས་གི་ཚུར་མ་ལོག་བ་བྱས་བོད་དེ་འདྲ་འདྲ་མིན་སྣ་ཚོགས་ཀྱི་བཅས་རྒྱུན་རིང་འོག་ནང་ལ་ཏོག་ཙེ་གཅིག་དཀའ་ངལ་འཕྲད་ཡོད་ད། ཡིན་ནའང་དེའི་རྗེས་ནང་ལོག་ན་ག་རེ་ཟེར་ན་ང་ཚོ་གྲྭ་པ་དེ་ཚོ་འདུག་ཟེར་ནས་ཡང་ཚན་རིག་བྱང་ངན་གྱི་སྡེ་ཚན་དག་ར་དང་རིམ་པ་གྱི་ཐོན་ཁ་ཤས་ཅིག་བཏང་བ་རེད།

སང་ལོ་མང་པོ་དང་དེ་ནི་ང་ཚོས་འབྲོས་སྟོན་ཅིག་བྱེད་ཡག་ལ་ནང་སྒར་འདི་འདྲས་ཅིག་སྟོན་ཡག་ལ་ཨ་ནི་ག་འདྲས་ཅིག་བྱ་དགོས་ཀྱི་རེད་ད་ང་ཚོས་སྒྲིག་སྟངས་དེ་ག་འདྲས་ཅིག་སྒྲིག་གི་རེད་བཟོ་ལྟ་དེ་ག་འདྲས་ཅིག་བཟོ་དགོས་རེད་བཟོ་ལྟ་དེ་བཟོ་ཡག་ཡིན་ན་ཡིན་གཅིག་སྒྲིག་སྟངས་དེ་ཅིག་ཤོས་ནང་ཁ་ཅིག་སྣོན་ཡག་ཡིན་ན་ཡག་མཐོ་སློས་ག་ཚིག་བྱ་དགོས་རེད་མ་ས་རྩ་ག་ཚིག་ཐུག་པ་བྱ་དགོས་སོ་དེ་ཚོ་ཚང་མའི་ཁོངས་ནས་གོ་སྒྲིག་མང་པོ་བྱེད་ང་ཚོ་སྔ་མ་བེ་རིའི་ནོར་ལོག་བྱས་ནས་ཨིན་རྗེས་སུ་ནོར་ལོག་བཟོ་ལྟ་དེ་ཚོ་བྲིས་ཏེ་ང་ཚོ་ད་ང་ཚོ་གྲྭ་བ་དེ་ཚོ་བྲོས་ལས་ཅན་འདུག་ཅེས་མཐའ་བྱས་འཇོག་ན་ཅི་རེད་ད་ད་ལྟ་གི་ཟུར་གསུམ་གྱི་བཟོ་ལྟ་བྱས་ཤོག་གསུངས་ལྟ་ཐུག་ཡག་གི་དེ་འདྲས་ཅིག་འདུག་ཨ།

དེ་འདྲ་སོང་ཙང་དེ་འདྲའི་གི་ད་བ་ལོ་དེ་ད་ང་ཚོ་སྤྱི་ཚོགས་ནང་ལོག་ན་ག་ལ་གང་ཙང་གྱིས་འགྲོ་ཡོད་རེད་དེ་འགྲོ་ཡི་གི་ཕན་འབྲས་དེ་ཞི་དྲག་གི་ཆེན་པོ་རེད་ཕན་འབྲས་དེ་དེ་ཡི་འགྲོ་ཡི་གི་རྒྱུ་རིན་གི་ཕན་འབྲས་དེ་ང་ཚོའི་སྤྱི་ཚོགས་ནང་ལོག་ན་དེ་ནང་ཀ་བཟོ་འདི་ཡི་ན་ཁོམ་པ་བརྗོ་འདི་ཡི་ན་དེ་ནས་ཁྱུ་ཁྲི་ཡ་གི་ཀ་བཟོ་བ་ནང་གི་དེ་འདྲ་གི་བཟོ་ལྟ་ཞིང་ཀ་བཟོ་བ་ནང་གི་དེ་འདྲ་བཟོ་ལྟ་དོན་ཡང་གལ་ཡོད་མ་རེད་དེ་བཟོ་ལྟ་དེ་ག་བ་ཡོད་རེད་སེ་མི་སོ་སོའི་གི། འདི་ནང་ལོག་འཛུལ་གྱི་ཡོད། དེ་འདྲའི་སོང་ཙང་དེ་ཡི་བརྒྱུད་རིང་ཁྲོད་དུ་ཡིན་ན། བྱང་གི་རྒྱལ་བ་ཐམས་ཅད་ཆེན་པོའི་ཐུགས་ཀྱི་བཀའ་དྲིན་ལ་བརྟེན་ནས་ང་ནི་ཡིན་ན་ཚེ་འདི་ནང་ལོག་འདིའི་ཐོག་ནས་འཆར་གཞི་ག་ལ་གང་ཙམ་ཅིག་ཤེས་ཡོན་ཟེར་ན་མི་འདུག་ད་དེ་འདྲའི་གི་ཐོག་ནས་ཀྱི་ཁེ་ཕན་ཐོབ་སོང། ཁེ་ཕན་དེ་ཚོ་བྲིས་ཏེ་མི་ཚེ་ནི་ཧ་ཅང་གི་སོ་སོའི་ནང་ནས་བསམ་དང་བཙལ་དང་གང་ཟག་གི་ཆ་ནས་ཕན་ཐོག་ཆེན་པོ་འདུག་དེ་འདྲའི་སོང་ཙང་ཀྱི་ད་རྗེས་འཇུག་གི་ཟེར་ན་མི་འདུག་གཞོན་སྐྱེས་ཚོ་ནི་ཡིན་ན་དེ་ཡི་ཐོག་ནས་ཧ་ཅང་གི་དོ་སྣང་བྱེད་དགོས་གལ་ཆེན་པོ་རེད།